སྐུ་གཟུགས་ག་ལ་ག་ལ་རེད་བོ། ངས་མ་ཕེབས་ངའི་མི་ཁའི་སྤོ་འདྲ་ཅི་རེད་ལ་བཏང་བ་རེད། ཤ་ཡག་པོ་ཡོད། ཞེས་ད་བབ་ཀྱང་བོད་ལ་བག་ཐད་བོད་ཁོ་རང་ད་ཉམས་ཤེས་རུ་ད་ཅི་ག་ད་ཅིག་ད་བས་ཉམས་ལེན་ཡག་པོ་ཅིག་གནང་ནས་ད་བཞུགས་པ་རེད་ད་བབ་སྐབས་ཤ་ཤར་པའི་ཞུགས་འབུལ་ཞུས་པའི་ཁུ་རྡུལ་དེ་ནི། འཇིགས་བྱེད་ཀྱི་སྐུ་གསལ་བོ་བཞི་པོ་ཞིག་འདུག་ཁོ་ཚོ་པར་སྐྱབས་ཤ་པར་ང་བཏང་སོང་ཨོ་ད་དེ་མིག་མདུང་ལ་ཟིན་ད་བྱ་བཟང་པོ་གཅིག་གི་མེ་འཁྲག་རུ་ཆེ་ད་གཏན་ནས་ཡོང་བསྡད་འདུག་ཨེ་ནི། ཡུན་ཟིན་བྱ་བཞག་ན་དགོངས་པ་ཉག་ལས་འདས་ནས་ཞག་པོ་བཅུ་གསུམ་ཡིན་ན་བཞིན་པ་ཡོད་ཐུགས་དམ་ལ་ཞུ་གི་རེད། ད་དེ་ནས་ང་ཚོས་ཁྲི་ཟུར་བློ་བཟང་ཉི་མ་ལགས་ཞག་གོ་བཅོ་བརྒྱད་རེད། དེ་འདྲ་ཞིག་བྱུང་བ་ཐུགས་དམ་བཅས་ཡིན། ངས་ཚན་རིག་པ་ངོ་ཤེས་པ་དེ་འདྲའི་འོག་ཁོང་ཚོས་ཉམས་ཞིབ་ཞུ་གི་ཡོད་རེད། ཨོ་ད། བློ་བཟང་ཉི་མ་ལགས་ཡིན་པ་ཡོད་དབུ་ལ་ཡ་ཨེ་ནི་གློག་སྐུད་དེ་འདྲ་ག་བྱས་འདུག་ཞེས་བྱ་བྱ་དུས་ཅིག། ང་དང་ངས་ངོ་བཞེངས་པའི་ཀླད་པའི་ཚན་རིག་པ་སྙན་གྲགས་ཡོད་པ་བྱ་བ་རེད། ཨོ། ཞུ་བོ་ཁོང་དགེ་བྱོན་ནི་ཨོ་དེ་དུས་མི་ཤ་ནི་ཉི་མ་ཁ་ཤས་ཕྱིན་པའི་ཞུ་བོ་དེ་གློག་སྒུལ་གྱི་ནང་ནས་ཏུའུ་སི་སྟེ་དུས་ད་ནས་གཅིག། གཅིག་ཀླད་པའི་ནང་ལ་ཡར་ཏུའུ་སི་གཅིག། ནམ་རྒྱུན་གཞན་དག་སུ་ལྟ་ག་ལྟ་སྙིང་གཟའ་འགག་ཚར་དུས་ག་ལྟ་ཀླད་པ་ཤི་ཚར་རེད་རེད་དེ་འོ་ད་ཐུགས་དམ་ལ་ཞུགས་དུས་ཚོད་དྲན་ཨ་ནི་ཀླད་པའི་ནང་ལ་ཡག་ཅིག་འདུག་འོད་ལུ་ལུ་ཅིག་ཡོང་གི་འདུག་དེ་ཁེངས་གཙང་ཞིབ་ཞིག་འདུག་ཟེར་ནས་ཨོ་ང་དེ་འདྲ་བཤད་སོང།